དཔལ་ལྡན་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་དཔེ་སྟོན་སློབ་གྲྭར་འཚམས་གཟིགས་གནང་སྟེ་ཁྱིམ་བདག་ཚོར་ཕྲུ་གུ་གསོ་སྐྱོང་གནང་སྟངས་སྐོར་ལ་གལ་ཆེའི་བཀའ་སློབ་གནང་བའི་སྐོར། དགེ་རྒན་ཉིན་མོར་སློབ་ཕྲུག་དང་ཁྱིམ་བདག་རྣམས་ནས་དགེ་ལས་ཡོངས་ལ་བསྐང་བཀྲོལ་གླུ་གཞས་གཟིགས་འབུལ་དང་ཐུགས་རྗེའི་ལེགས་འབུལ་གྱི་ཚུལ་དུ་གསོལ་ཚིགས་འབུལ་བའི་སྐོར། དབུས་བོད་མིའི་སྒྲིག་འཛུགས་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དཔེ་སྟོན་སློབ་གྲྭར་འཚམས་གཟིགས་གནང་བ་དང། འདི་གའི་སྡེ་ཚན་གསུམ་གྱི་དགེ་ལས་སློབ་ཕྲུག་རྣམས་ལ་བཀའ་སློབ་གསུང་བཤད་གནང་བའི་སྐོར་དང་ཕ་མའི་ཚོགས་ཆུང་ནས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྐྱབས་རྗེ་ཁྲི་ཟུར་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་པོའི་དོན་སློབ་གྲྭར་ཆིབས་སྒྱུར་བསྐྱངས་ཏེ་ཤེས་ཡོན་སྲིད་བྱུས་དང་ཕ་མའི་འོས་འགན་ཐོག་ལ་བཀའ་སློབ་སྩལ་གནང་བའི་སྐོར། དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་བཙན་བྱོལ་བོད་མིའི་སློབ་གྲྭ་ནང་ཁུལ་རྩོམ་རིག་དང་རིག་གཞུང་འདུ་འཛོམས་ཤིག་སྐོང་ཚོགས་གནང་བའི་སྐོར། སྐྱབས་རྗེ་མཁས་དབང་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གི་འཁྲུངས་སྐར་ལ་རིན་པོ་ཆེ་གདན་ཞུས་ལྟར་ཆིབས་སྒྱུར་བསྐྱངས་ཏེ། དཔེ་སྟོན་དགེ་ལས་སློབ་གསུམ་གྱི་འོས་འགན་ཞེས་པའི་བརྗོད་གཞི་ཐོག་ལ་བཀའ་སློབ་གསུང་བཤད་གནང་བའི་སྐོར། མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་དགེ་ལས་རྣམས་ཀྱི་བྱིས་པའི་ཉིན་མོ་སྲུང་བརྩི་ཞུས་པའི་སྐོར། བཅས་ཡིན། གཤམ་ལ་རྣམ་པ་གླེང་མཁན་ནས་ང་ཚོའི་གནས་ཚུལ་ཞིབ་ཕྲ་ཁག་ཞིག་ལ་གསན་གཟིགས་གནང་བར་ཞུ། འདི་ལོའི་ཕྱི་ཟླ་བདུན་པའི་ཚེས་གཉིས་ས་དགོན་ཉིད་དཔེ་སྟོན་སློབ་གྲྭ་ནས་གདན་ཞུས་ལྟར་དཔལ་ལྡན་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་དཔེ་སྟོན་སློབ་གྲྭར་ཕེབས་ཏེ་ཁྱིམ་བདག་དང་སློབ་ཕྲུག་ཁག་སོ་སོར་ལམ་སྟོན་གསུང་བཤད་གནང་བའི་སྐོར་ལ་སློབ་ཕྲུག་བསྟན་འཛིན་མཆོག་འཛིན་ལགས་ཀྱིས་ང་ཚོར་བཏང་གནང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཁོང་ཁམས་བཟང་ཕྱི་ཟླ་བདུན་པའི་ཚེས་གཉིས་ས་དགུ་ཉིན་དགེ་རྒན་དང་ཁྱིམ་བདག་ཐུག་འཕྲད་ཐེངས་གཉིས་པའི་ཐོག་དཔལ་ལྡན་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་ཆེད་མངགས་སྐུ་མགྲོན་གདན་ཞུས་ལྟར་ཕེབས་བཅར་གནང་སྟེ་དེ་གའི་སློབ་ཕྲུག་ཚོའི་ཁྱིམ་བདག་རྣམས་ལ་ཕྲུ་གུ་གསོ་སྐྱོང་ཇི་ལྟར་གནང་ཚོགས་ཐད་ལམ་སྟོན་བཀའ་སློབ་གནང་བ་མ་ཟད། ཁྱིམ་བདག་ཚོས་དགོངས་འཆར་དང་དོགས་འདྲི་ཁག་གསལ་འབྲི་ལན་འདེབས་དང་འབྲེལ་གནད་དོན་སྐོར་གོ་བསྡུར་ལྷུག་གླེང་གནང་ཡོད་པ་རེད། ཕྱི་ཟླ་དགུ་པའི་ཚེས་ལྔ་ཉིན་མོ་ནི། རྒྱ་གར་ནང་ན་ཆུང་སློབ་ཕྲུག་ཚོས། བཀའ་དྲིན་ཅན་གྱི་དགེ་རྒན་རྣམས་ལ་བཀའ་དྲིན་རྗེས་དྲན་ཞུ་བའི་ཉིན་མོ་ཞིག་འཁེལ་གྱི་ཡོད་རེད། ཉིན་མོ་དེ་ལ་དཔེ་སྟོན་སློབ་གྲྭའི་ནང་ན་ཆུང་སློབ་ཕྲུག་རྣམས་ནས། དགེ་རྒན་ཉིན་མོ་སྲུང་བརྩི་ཇི་ལྟར་ཞུས་པ་དང་སློབ་ཕྲུག་ཚོའི་ཁྱིམ་བདག་རྣམས་ནས་ཀྱང། ཞེ་ན་གཟིགས་འབུལ་ཞུ་བའི་སྐོར་སློབ་གྲོགས་བསྟན་འཛིན་མཁྱེན་ལྡན་ལགས་ཀྱིས་ཕྱོགས་བསྡུས་བྱས་པའི་གནས་ཚུལ་སྙིང་བསྡུས་ཞིག་ལ་གསན་རོགས་གནང། སྐུ་ཁམས་བཟང་ཡང་ཡུ་རོབ་མ་ལག་གིས་གསུངས་པ་ནང་བཞིན་སྤྱི་ཚོགས་དགུ་པའི་ཚེས་ལྔ་ཉིན་རྒྱ་གར་རྒྱལ་ཡོངས་ལ་དགེ་རྒན་ཉིན་མོ་སྲུང་བརྩི་ཞུ་རྒྱུ་ཡོད་པ་དང། དཔེ་སྟོན་སློབ་གྲྭའི་ནང་ཉིན་དེའི་ཞོགས་པ་སློབ་ཕྲུག་ཚོས་ཚོགས་ཁང་གི་ཕྱོགས་ཚང་མ་མེ་ཏོག་དང་ཤིས་ཚིག་གིས་རྒྱན་སྤྲས་ཏེ། དགེ་ལས་རྣམས་ཀྱིས་བཀའ་དྲིན་དྲན་པའི་རྩོམ་ཡིག་སྒྲོག་སྦྱང་དང་གཞས་སྣ་རིགས་སྣ་ཚོགས་གཟིགས་འབུལ་ཞུས་གནང་སོང། དམིགས་བསལ་སློབ་ཕྲུག་ཚོའི་ཁྱིམ་བདག་རྣམས་ནས་ཀྱང་ལས་ཤོར་ལ་གཞས་སྣ་འཁྲབ་སྦྱོང་སོགས་སྦྱོང་བརྡར་ཧུར་ལེན་གནང་སྟེ།

འདི་ལོའི་ཕྱི་ཟླ་དགུ་པའི་ཚེས་ལྔ་ཉིན་གྱི་ཞོགས་པ་རྡ་སར་རྟེན་གཞིར་བྱས་པའི་དཔེ་སྟོན་སློབ་གྲྭར་ཕེབས་འབྱོར་གནང་སྟེ་དགེ་ལས་སློབ་གསུམ་ལ་བཀའ་སློབ་གནང་བ་རེད། གཤམ་ལ་ངའི་སློབ་གྲོགས་ཀུན་དགའ་ལེགས་འཛོམས་ལགས་ནས་ཉིན་དེའི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། སྐུ་ཁམས་བཟང། ཉིན་དེའི་ཞོགས་པ་བ་དན་སྲིད་སྐྱོང་མཆོག་མོན་ཡོངས་གཟུགས་ལ་དཔེ་སྟོན་སློབ་གྲྭའི་འཚམས་གཟིགས་གནང་སྟེ་འདི་གའི་སྡེ་ཚན་གསུམ་གྱི་དགེ་ལས་སློབ་ཕྲུག་རྣམས་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཉིན་རེའི་ཕྱག་ལེན་གནང་ཕྱོགས་དང་མ་འོངས་པའི་ལས་འཆར། རྒྱལ་སྤྱིའི་ནང་ད་ལྟའི་བོད་ཀྱི་ཆབ་སྲིད་གནས་བབ་དང་ཚང་མས་ངེས་པར་དུ་དོ་སྣང་དང་ཤེས་དགོས་པའི་བོད་ཀྱི་ལོ་རྒྱུས་སྙིང་བསྡུས་ཁག་ཅིག་གསུང་བ་མ་ཟད། ཁོང་གི་དམིགས་བསལ་སློབ་ཕྲུག་ཚེ་ཧྲན་ལ་གུས་ཞུ་ཐེབས་རྒྱུ་བྱས། སྐུ་ཉིད་ཀྱི་འཚར་ལོངས་བརྒྱུད་རིམ་འཕྲལ་དུ་དཀའ་ཉེན་ལ་ཇི་ལྟར་ཁྱད་བསད་གནང་ཚུལ་དང་འདྲ། ཉིན་ཞག་ཀུན་ཏུ་ཤེས་ཡོན་སློབ་སྦྱོང་ལ་འབད་བརྩོན་ལྷོད་མེད་བྱེད་དགོས་པའི་སྐུལ་ལྕག་བཏང་གནང་སོང། སྐྱབས་བཅོལ་སྤྱི་ཟུར་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་ཕ་མའི་ཚོགས་ཆུང་ནས་གདན་ཞུས་ལྟར་དཔེ་སྟོན་བསླབ་གྲྭའི་ཆིབས་སྒྱུར་བསྐྱངས་ཏེ། དཔེ་སྟོན་དགེ་ལས་དང་སློབ་ཕྲུག་གི་ཕ་མ་རྣམས་ལ་ཤེས་ཡོན་སྲིད་བྱུས་ཀྱི་འཕེལ་རིམ་དང་ཕ་མའི་འོས་འགན་སྐོར་ལ་བཀའ་སློབ་བཀའ་དྲིན་བསྩལ་བའི་གནས་ཚུལ་ཞིག་འདི་གའི་སློབ་མ་བསོད་ནམས་སྒྲོལ་མ་ལགས་ཀྱིས་ཕྱོགས་བསྡུས་བྱས་པའི་གནས་ཚུལ་ཞིག་ལ་གསན་རོགས་གནང། སྐུ་ཁམས་བཟང།
འདི་ལོའི་ཕྱི་ཟླ་དགུ་པའི་ཚེས་བཅུ་བདུན་ཉིན། རྒྱ་གར་ཕ་མ་ཚོགས་ཆུང་ནས་ཆེད་མངགས་གདན་ཞུ་དེར་སྐྱབས་རྗེ་མཁས་དབང་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་འདི་གར་དཔེ་བསྡུ་བབ་ཁྱར་ཆིབས་བསྒྱུར་བསྐྱངས་ཏེ་སྡེ་ཚན་གསུམ་གྱི་དགེ་ལས་དང་སློབ་ཕྲུག་ཚོའི་ཕ་མ་རྣམས་ལ་བརྗོད་གཞི་གཙོ་བོ་ཤེས་ཡོན་སྲི་ཞུ་དང་ཕ་མའི་འོས་འགན་ཞེས་པའི་ཐོག་བཀའ་སློབ་བཀའ་དྲིན་བསྩལ་གནང་ཡོད་པ་རེད།
དེ་རིང་གི་བརྗོད་གཞི་ནང་ལ། བཙན་བྱོལ་བོད་མིའི་ཤེས་ཡོན་སྲིད་བྱུས་དང་ཕ་མའི་ཡོན་ཏན། འདི་གཉིས་ཀྱི་ཐོག་ལ་ཡང་བགྲོ་གླེང་ཞུ་དགོས་ཡག་གི་གནས་ཚུལ་བཀོད་བཞག།

དེ་འདྲ་ཡིན་ཙང་ཡང། སྐབས་རེ་སྐབས་རེ། གོ་བབ་རྙེད་པའི་སྐབས་ལ། དགེ་རྒན་སློབ་ཕྲུག་ཕ་མ་ཚོས་མཇལ་ཐུབ་ན། སྐྱོན་མེད་པར་ད་དགེ་མཚན་མེད་ན་ཡང་སྐྱོན་མེད་པར་ཅིག་མཐོང་བྱས་ད་ལྟ་རིན་དེ་བཅའ་ཡག་གོ་བ་བྱུང་བ་རེད། ཕལ་ཆེར་ད་དུས་ཚོད་རིང་པོ་ཅིག་རྗེས་ལ་མཇལ་བར་ཡིན་ཙང། དགའ་བོ་བྱུང། བར་ལམ། འཛིན་གྲྭ་ཡང་མཐོ་རུ་ཕྱིན་པ་རེད་ལ། ཕྱག་ལས་མང་པོ་གྲུབ་འབྲས་ཐོན་པ་བྱུང་ཡོད་པ་དང་ལས་དོན་ལམ་གསུམ་པ་ནང་བཞིན་རེད། ལྷག་པར་དུ་འཚོགས་ཡུལ་དེ་དག་གུ་ཡངས་རུ་ཕྱིན་པ་རེད་འདུག་ཡག་པོ་ཤ་ཆུང་ཤ། སྐབས་དེ་དུས་ཁོང་གིས་གོང་ཆ་ཚོགས་ཀྱི་བཀའ་དགོངས་བཞིན། ཤེས་ཡོན་སྲིད་བྱུས་གཏན་འབེབས་གནང་དགོས་པའི་རྒྱུ་མཚན་དང་གཞན་ཡང་ཁོང་གིས་དགེ་རྒན་དང་ཁྱིམ་བདག་རྣམས་ནི་རང་གི་ཕྲུ་གུ་རྣམས་ལ་འགྲོ་འདུག་སྤྱོད་གསུམ་དང་ཡ་རབས་བཟང་སྤྱོད་ཀྱི་མིག་དཔེ་བཟང་པོ་སྟོན་དགེ་བཞིན་པའི་དང་ཐོག་རང་ཉིད་ཀྱི་རྒྱུན་ལྡན་སྤྱོད་ཚུལ་དེ་གཞན་ལ་མིག་དཔེ་བསྟོད་འོས་པ་ཞིག་དགོས་རྒྱུ་ཧ་ཅང་གལ་ཆེན་པོ་རེད་ཅེས་དཔེ་མཚོན་གྱི་ཐོག་ནས་བཀའ་སློབ་དོན་སྙིང་ལྡན་པ་ཞིག་གསུངས་གནང་སོང། དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་འདི་ལོའི་ཕྱི་ཟླ་བཅུ་པའི་ཚེས་དྲུག་དང་བདུན་གཉིས་ལ་བལ་བོའི་སློབ་གྲྭ་ནང་ཁུལ་ས་ཁུལ་ཁག་བཞི་ལ་བགོས་ཏེ་རྩོམ་རིག་དང་རིག་གཞུང་འདུ་འཛོམས་ཀྱི་བྱེད་སྒོ་ཞིག་གོ་སྒྲིག་གནང་ཡོད་པ་དང། འདི་ག་དཔེ་སྟོན་སློབ་གྲྭའི་སློབ་གྲངས་ནི་སེ་ལྔ་ནས་སྐབས་དེའི་རིག་གཞུང་འདུ་འཛོམས་ཀྱི་ནང་མཉམ་ཞུགས་གནང་ཡོད་པ་རེད། གཤམ་ལ་ངའི་སློབ་གྲོགས་བསྟན་འཛིན་ཉི་མ་ལགས་ཀྱིས་ཕྱོགས་བསྡུས་གནང་བའི་ཞིབ་ཕྲའི་གནས་ཚུལ་ཁག་ཞིག་ལ་གསན་གཟིགས་གནང་བར་ཞུ། སྐུ་ཁམས་བཟང། ཤེས་རིག་ལས་ཁུངས་ནས་འདི་ལོ་བོད་པའི་སློབ་གྲྭ་ནང་ཁུལ་རྩོམ་རིག་དང་རིག་གཞུང་འདུ་འཛོམས་ཀྱི་བྱེད་སྒོ་ཞིག་གོ་སྒྲིག་གནང་བ་རེད། དེའི་རྒྱབ་ལྗོངས་ཀྱི་དམིགས་ཡུལ་གཙོ་བོ་ནི་བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་སློབ་ཕྲུག་ཚོས་རྩོམ་ཡིག་བྲི་རྒྱུའི་བསམ་བློ་མཐོར་འདེགས་དང་བོད་པའི་རིག་གཞུང་ལ་བཅངས་པའི་དུངས་ཞེན་ཟབ་ཏུ་གཏོང་རྒྱུའི་ཆེད་དུ་ཡིན་འདུག་གཞན་ཡང་བྱེད་སྒོ་དེ་བརྒྱུད་ནས་སློབ་ཕྲུག་ནང་ཁུལ་བསམ་ཚུལ་བརྗེ་ལེན་དང་སློབ་གྲྭ་ཁག་སོ་སོའི་གནས་སྟངས་རྒྱུས་ལོན་ཟབ་མོ་ཐུབ་རྒྱུའི་ཆེད་དུ་ཡིན་པ་གསུངས་གནང་སོང། དེ་རིང་གི་འདུ་འཛོམས་དེའི་ནང་བོད་པའི་སློབ་གྲྭ་ཁྱོན་ཉི་ཤུ་རྩ་བདུན་མཉམ་ཞུགས་གནང་ཡོད་པ་དང། འདི་ལོའི་རིག་གཞུང་འདུ་འཛོམས་དེའི་དམིགས་བསལ་ཁྱད་ཆོས་ནི་གཞན་སྲིད་ཇུས་ཀྱི་དགོངས་དོན་བཞིན་རང་རྒྱལ་གཞན་ཕམ་གྱི་འགྲན་རྩོད་ཀྱི་བསམ་བློ་མེད་པའི་ཐོག་རང་ཉིད་ཀྱི་རིག་རྩལ་བཤམས་སྟོན་དང་ཉམས་མྱོང་གསོག་འཇོག་བྱས་ཏེ་བསམ་བློའི་སློབ་སྦྱོང་ཡར་རྒྱས་གོང་འཕེལ་གཏོང་རྒྱུའི་ཆེད་དུ་ཡིན་པ་རེད། འདུ་འཛོམས་དེའི་ནང་སློབ་གྲྭ་ཁག་ནས་བོད་སྐད་དང་དབྱིན་སྐད་བགྲོ་གླེང་བོད་སྐད་དང་དབྱིན་སྐད་སྙན་ཚིག་གྱེར་འདོན་བོད་སྐད་གཏམ་བརྗོད་དང་བོད་ཀྱི་རྐང་བྲོ་གླུ་གཞས་བཅས་བྱེད་སྒོ་ཁག་སོ་སོར་སྦྱོང་བརྡར་གནང་སྟེ་སྤྱི་འབུལ་ཞུས་ཡོད་པ་རེད། འདི་ག་དཔེ་སྟོན་སློབ་གྲྭ་ནི་བྱེད་སྒོ་འདི་ཡིན་ན་སློབ་མ་ཁྱོན་ཡོངས་ཉི་ཤུ་རྩ་ལྔ་མཉམ་ཞུགས་གནང་ཡོད། དེ་རིང་ངས་སྤྱི་ཚོགས་བརྒྱུད་ལམ་གྱི་དགེ་མཚན་ཁག་ཅིག་ཁྱོད་ཚོའི་སྙན་ལམ་དུ་འདོན་དུས་དེས་ངའི་ཁ་གཏད་པ་རྣམས་ལ་ཡང་གནོད་འཚེ་གང་བཏང་ཡོད་མེད་ཐོག་ལ་བསམ་བློ་དེ་འདྲ་བཏང་རྒྱུ་བྱུང་མ་སོང། གང་ཡིན་ཟེར་ན་འཇིག་རྟེན་གྱི་དངོས་པོ་ཐམས་ཅད་ལ་ཕན་ནུས་ཀྱི་རང་བཞིན་ཡོད་རེད། དེའི་གཙོ་བོ་བཀོལ་སྤྱོད་བྱེད་མཁན་གྱི་གང་ཟག་གིས་བཀོལ་སྤྱོད་བྱེད་སྟངས་ཀྱི་བསམ་བློ་དང་རྣམ་འགྱུར་ལ་རག་ལས་ཡོད་རེད། དང་པོ་དེ་ལ་ཡ། ང་རང་ལབ་ཏུ་བྱོས་ལ་ཟེར་ན་དགེ་རྒན་གྱི་སློབ་སྤྱི་ཁོ་ནའི་དུས་ལ་ཁེངས་བསྡད་ན། ཤེས་བྱ་ཕུན་སུམ་ཚོགས་པ་ཞིག་གི་རེད་ཟེར་ན་དངོས་གནས་ཁག་པོ་རེད། བྱས་ཙང་ངས་དྲ་ལམ་དང་སྤྱི་ཚོགས་བརྒྱུད་ལམ་ཁག་ནས་རང་ཉིད་དགོས་ངེས་ཀྱི་ཆེད་གསར་པ་མང་པོ་བཤད་ཐུབ་པ་དང་འབྲེལ་ཡོད་ཀྱི་དཔེ་དེབ་ལ་ལྟ་བ། མི་རིགས་ཤིག་གི་ལྷ་བུར་ཚུད་ནས་དྲ་སྦྲེལ་བཙུགས་ཏེ། ཁོ་ཚོའི་འཚོ་བའི་གོམས་གཤིས་དང་རིག་གཞུང། སྐད་ཡིག་སོགས་ལ་རྒྱུས་ལོན་བྱེད་ཐུབ་ཀྱི་ཡོད་རེད། པ། སྤྱི་ཚོགས་བརྒྱུད་ལམ་གྱིས་མི་སྒེར་གྱི་བསམ་སྤྱོད་རང་དབང་ལམ་ལྷོངས་བྱེད་དགོས་རེད། དཔེར་ན་ང་ཚོའི་སྤྱི་ཚོགས་ནང་ཆབ་སྲིད་གོ་རྟོགས་མཐོན་པོ་དང་སྤྱི་སེམས་ཡོད་མདོག་བྱེད་མཁན་ཁག་ཅིག་གིས་རང་ཉིད་ཀྱི་ལྟ་ཚུལ་ལོག་པ་དང་ཞི་བདེ་མེད་པའི་ཀུན་སྤྱོད་ཁོ་ན་བྱས་ཏེ། སྤྱི་ཚོགས་ཀྱི་མཐུན་སྒྲིལ་ལ་ལྷིང་འཇགས་སྤྲོ་བ་མ་ཟད། མང་གཙོའི་བསམ་བརྗོད་རང་དབང་དེ་ཡང་ཉེན་ཁའི་མཐའ་ལ་སྐྱེལ་གྱི་ཡོད་རེད། འདི་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་ཉིན་གྱི་ཞོགས་པ། འདི་ག་སློབ་གྲྭ་ནས་དཔེ་སྟོན་ཡབ་ཆེན་ཁྲི་ཟུར་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་ཧུན་རྡ་གི་ཆུ་སྐྱེས་བཞི་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད་པ་དང། འདི་ག་དགེ་ལས་སློབ་གསུམ་ལ་དཔེ་སྟོན་སློབ་གྲྭའི་དགེ་ལས་སློབ་གསུམ་གྱི་ཡོན་རྒན་ཞེས་པའི་བརྗོད་གཞི་ཐོག་ལ་གལ་ཆེའི་བཀའ་སློབ་བཀའ་དྲིན་བསྩལ་བའི་སྐོར་ལ་སློབ་གྲོགས་བསྟན་འཛིན་དཔལ་འཛོམས་ལགས་ཀྱིས་ཕྱོགས་བསྡུས་བྱས་པའི་ང་ཚོར་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་ཁག་ཞིག་ལ་གསན་རོགས་གནང། གུར་ཁང་ཟག་མེད་ཚོ་ལ་དཔེ་སྟོན་སློབ་གྲྭ་ནས་དེ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཞི་ཉིན་སྐྱབས་རྗེ་མཁས་དབང་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་བརྒྱད་བཞི་ལ་ཕེབས་པའི་སྐུའི་འཁྲུངས་བ་སྲུང་བརྩི་ཞུས་པ་རེད། ཉིན་དེའི་ཞོགས་པ་སློབ་གྲྭ་ནས་དེ་བཞུགས་ལྟར་དཔེ་སྟོན་སློབ་གྲྭའི་ཚོགས་ཁང་དུ་ཞབས་བཅགས་ཏེ་མེའོ་ཙུན་ལགས་དཔེ་སྟོན་སློབ་གྲྭའི་དགེ་ལས་སློབ་གསུམ་གྱི་ཡོན་རྒན་སྐོར་ལ་དོན་ཚན་གསུམ་གྱི་ཐོག་ནས་བཀའ་སློབ་གནང་ཡོད་པ་རེད། ཁོང་གིས་ཤེས་ཡོན་སྲིད་བྱུས་ལག་བསྟར་གནང་མཁན་དགེ་ལས་ཚོས་དུས་ནས་དུས་སུ་ཤེས་ཡོན་སྲིད་བྱུས་ལ་ཉམས་ཞིབ་དང། སློབ་ཕྲུག་ཚོར་ཤེས་ཡོན་ཚད་ལྡན་ཞིག་སྤྲོད་དགོས་པ་དང། འབྱུང་འགྱུར་བོད་མིའི་སྒྲིག་འཛུགས་སྲ་བརྟན་ལྷིང་འཇགས་ཤིག་ཡོང་རྒྱུར། མེ་ཡོས་གཙུག་ལག་དཔེ་སྟོན་སློབ་གྲྭའི་མི་རབས་གསར་པ་ཚོས་ངེས་པར་དུ་འགན་འཁྲི་དེ་འཁྱེར་ཐུབ་པ་དགོས་ཞེས་ནན་གསུངས་གནང་ཡོད་པ་རེད། ཉིན་རྒྱབ་སློབ་ཕྲུག་ཚོས་ལོ་འཁོར་མོ་གཅིག་གི་ནང་སྦྱོང་བརྡར་གནང་བའི་རོལ་ཆ་དྲོད་གཏོང་དང་རྐང་བྲོ་གླུ་གཞས་ཁག་ཕ་མ་རྣམས་ལ་གཟིགས་འབུལ་ཞུས་ཡོད་པ་རེད། མོན་གཙུག་ལག་དཔེ་སྟོན་སློབ་གྲྭ་དེའི་ལྕགས་མོ་རིན་པོ་ཆེའི་དགོངས་གཞི་མཐུན་པ་བྱས་ནས་དགོངས་གཟིགས་མཆོག་གིས་གསོལ་བསྩལ་གནང་བའི་བུད་མེད་གཞི་རིང་གི་ཤེས་ཡོན་སྲིད་བྱུས་གྲོས་ཚོགས་ནས་གཏན་ལ་ཕབ་པའི་རྗེས་ལ་དེ་ལག་ལེན་ལ་བསྟར་ཡག་དང། ཚོད་ལྟ་བྱེད་ཡག་གི་ཆེད་དུ་གསར་བཙུགས་པ་ཅིག་རེད། བྱས་ཙང་དེའི་སྐབས་ལ་བསླབ་གྲྭའི་མིང་ཞུས་པའི་སྐབས་ལ་ཡང་ལྕང་རོམ་གྱི་དགོན་པ་མང་པོ་ཞིག་ནས་ད་འདི་བོད་ཀྱི་གནའ་བོའི་སྲོལ་རྒྱུན་གྱི་རིག་གཞུང་མི་ཉམས་རྒྱུན་འཛིན་དང་ཉམས་པ་ལྷག་བྱེད་ཡག་གི་ལྟེ་གནས་ཀྱིས་གསུངས་བ་ཡིན་ཙང།

སྲོང་བཙན་སྒམ་པོར་ཁྲི་སྲོང་ལྡེ་བཙན་ཁྲི་རལ་པ་ཅན་དང་བོད་ཀྱི་རྒྱལ་རབས་མང་པོ་ཡོད་པའི་ནང་ནས་སྤྱིར་བསྟན་པ་དང་ལྷག་པར་དུ་ཡེ་ལས་རྒྱང་དང་རིག་གཞུང་གི་ཐོག་ལ་མཛད་རྗེས་རླབས་ཆེ་བའི་མི་གསུམ་པོ་དེ་བྱེད། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ནི་རྒྱ་གར་ས་ཕྱོགས་གང་སར་གནས་པའི་སློབ་ཕྲུག་ཚོའི་ལོ་ཧྲིལ་པོའི་ནང་རེ་སྒུག་ཆེ་ཤོས་བྱེད་སའི་ཉིན་མོ་ཞིག་ཡིན། ཉིན་དེར་དཔེ་སྟོན་དགེ་ལས་རྣམས་ནས་སློབ་ཕྲུག་རྣམས་སེམས་པ་གུ་ཡངས་པོ་ཡོང་བའི་ཆེད། སྔར་རྒྱུན་དང་མི་འདྲ་བའི་ལས་རིམ་གསར་པ་ཞིག་གོ་སྒྲིག་གནང་འདུག་གཤམ་ལ་ངའི་སློབ་གྲོགས་བསྟན་འཛིན་དབྱངས་སྒྲོན་ལགས་ཀྱིས་ཉིན་མོ་དེར་ལས་རིམ་གང་གནང་ཡོད་མེད་སྐོར་ལ་མདོར་ཙམ་ཞིག་ལྷན་རྒྱས་ཚོར་གསུངས་གནང་གི་རེད། རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ལོ་དེའི་བྱེད་པོའི་ཉིན་མོ་དེ་ལ་དཔེ་སྟོན་སློབ་གྲྭའི་དགེ་ལས་རྣམས་ནས་སློབ་ཕྲུག་རྣམས་སེམས་པ་གུ་ཡངས་དང་གང་འདོད་རྩོལ་བྱེད་རོལ་བའི་ཆེད། སྒོ་པ་པོ་ཉེ་འགྲམ་དུ་འཆང་པའི་སྤང་ཐང་དུ་གླིང་ག་གཏོང་བ་བྲིས་གནང་འདུག། ཞོགས་པའི་འཛིན་རིམ་སྐབས་སུ་སློབ་ཕྲུག་གཞོན་པ་བསྟན་འཛིན་ཆོས་སྒྲོན་ལགས་ནས་གུར་ཁང་གི་འོག་སློབ་ཕྲུག་ཚང་མ་འཛོམས་སར། ཤེས་རིག་བཀའ་བློན་གྱི་གསུང་འཕྲིན་སྒྲོགས་སྦྱང་ཞུས་པ་དང། སློབ་སྤྱི་ལེགས་བཤད་ཉི་མ་ལགས་ནས་ཉིན་དེའི་གསུང་ཚུལ་ཞུས་པའི་དགོས་པ་རྒྱུ་མཚན་དང། དམིགས་བསལ་ང་ཚོ་བོད་ཕྲུག་ཚོས་རང་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་ཐོག་སློབ་སྦྱོང་བྱེད་དགོས་པའི་གལ་གནད་ཀྱི་ཐོག་ལ། བཀའ་སློབ་དོན་སྙིང་ལྡན་པ་ཞིག་གནང་སོང། དེའི་རྗེས་སུ་དགེ་ལས་སློབ་ཕྲུག་རྣམས་ཀྱིས་སྤང་ལྗོངས་ཀྱི་སྟེང་དུ་འཛིན་གྲྭ་ནང་ཁུལ་རྩེད་རིགས་སྣ་ཚོགས་ལ་མཉམ་རོལ་གནང་བ་དང། ལག་གདང་གཅིག་ཏུ་སྦྲེལ་ཏེ་སྐོར་བྲོ་འཁྲབ་གནང་བ་མ་ཟད། མཐའ་ཕྱོགས་དེ་ས་ཆ་དེ་གར་དགེ་ལས་སློབ་གསོ་མཉམ་རུབ་ཀྱི་ཐོག་ནས་ཁོར་ཡུག་གཙང་བཟོ་ཡང་གནང་ཡོད་པ་རེད།